ཨོ་ཅི་སེམས་དཔུང་ཚད་ཀྱི་ཨེ་ནི་ཚོགས་པ་ཆེན་པོ་དེ་ནང་གི་ཨེ་ནི་ཚོགས་གཙོ་གཙོས་པའི་ཨེ་ནི་འགན་འཁུར་བ་རྣམ་པ་ལྷན་རྒྱས་དང་ང་རང་ཚོའི་དྲ་གྲོགས་ཕོ་མོ་ཡོངས་ལ་ཨེ་ནི་གུས་ཁམས་བཟང་ཞུ་བ་བཅར་བ་ཡིན། ད་སྤྱི་འཐུས་གྲོས་ཚོགས་དེ་ནི་ད། ལས་དོན་གང་ཡང་མ་བསྒྲུབས་པའི་ཐོག་ནས་ད་ཚར་སོང། ད་ཉི་མ་དང་པོ་རང་ལ་ནི་ད་རེས་བདུན་གྱི་ཉིན་མོ་ནས་དབུ་འཛུགས་གནང་རྗེས། དེ་ནི་དང་པོ་སྐྱབས་མགོན་ཐམས་ཅད་མཁྱེན་པ་ལ་ནི་བརྟན་བཞུགས་ཕུལ། དེ་ནས་སྐྱབས་མགོན་ཐམས་ཅད་མཁྱེན་པའི་གསུང་ཆོས་དེ་འདྲའི་སྐལ་བ་བཟང་པོ་ཡག་པོ་ཞིག་གནང་ཡོད་རེད་འདི་ཞུས་བྱས་དེ་ནས་ད་ཁོང་ཚོ་གིས། མགྱོགས་པོ་མགྱོགས་པོ་མ་ཕྱིན་རྗེས་ནི། གྲོས་ཚོགས། སྤྱི་འཐུས་གྲོས་ཚོགས་དེ་ཚོགས་བཀྲ་ཤིས་པ་དོན་གྲུབ་པའི་སྐད་ཆ་ནི་ཁོ་ཚོ་ལ་གང་ཡང་བཤད་རྒྱུ་ཡོད་མ་རེད། ད་བོད་བོད་ནང་ལ་དེ་ནི། དེ་འདྲའི་གི་ད་རྒྱ་མི་གི་གདུག་རྩུབ་འོག་ནས་ད་ནད་པ་མེན་པ་ལ་ད་ང་ཚོའི་བོད་མི་མང་པོ་ཅིག་དེ་ནི་ཁང་པ་ཆེན་པོ་ཅིག་ནང་ལ། ཚང་མ་རུག་རུག་བྱས་ནས་བཅུག། ན་བཟའ་མེད་བ་ལ་ན་བཟའ་འདུག་ལབ་ནས་ད་ག་ནས་ཁོ་རང་གི་ཨ་ནི་འཛམ་བུ་གླིང་ལ་ཨ་ནི་གནང་བའི་གི་ད་ཀོ་བེད་ནཱིན་ཏིན་གི་ན་བཟའ་དེ་ད་ལྟ་ཡང་ཐག་མ་ཆོད་པའི་ཐོག་ནས་ད་འདོད་ལས་པད་དེ་མི་མང་པོ་ཞིག་རུག་རུག་བཟོས་ནས་ཁང་པ་ཆེན་པོ་ཅིག་ནང་ལ་བཅུག་ནས། ད་འདི་འདྲའི་ཚེ་བཙན་པོ་དབང་ཡུལ་བཤད་ནས་བཅུག་དགོས་བ་རེད། འོང། དེ་ལ་ཡང་དུང་སེམས་མཉམ་སྐྱེད་ཀྱི་ནི་སྐད་ཆ་བཤད་ཡ་མེད་བ་ལ་ད་རྦད་དེ་ཁོ་རང་གྲོས་ཚོགས་ནང་ལ་ཕྱིན་རྗེས་རྦད་དེ་སྐད་ཆ་སྟུག་རེ་ངན་མཛད་དེ། ཆོས་དེ། སྐུ་མཆོག་དེ་ཚོ་དེ་སྤྱི་འཐུས་ཀྱི་དྲ་བ་དུབ་དུབ་རླངས་འཁོར་དམར་བོ་དེ་ཚོ་གི་རྦད་དབང་ཆེན་པོ་བྱས་ནས་རྦད་དེ་ཁོ་རང། དོལ་ཚོགས་རྣམས་ལ་སྐད་ཆ་ཡག་ག་བཤད་ཡ་ནི་ཅི་གང་ཅི་ཡོད་མ་རེད་ད་དེ་ཚོ་ནི་རྦད་དེ་ཁོ་རང་ཅིག་བོད་ནས་མ་ཡོང་དུས་ནས་རང་དཔེ་ཧམ་པ་ཚ་བོ་མ་རབས་ཚ་བོ་དེ་ནས་སྤྱི་ཚོགས་ཀྱི་འགྲོ་སྟངས་མ་ཤེས་དེ་ནས་སྤྱི་ཚོགས་ཀྱི་འདི་ག་རེ་ཟོ་གི་རེད། ཁྲིམས་དང་སྒྲིག་གཞི་ཧ་མ་གོ། ད་འདི་ང་མ་ཤེས་པའི་ཐོག་ནས་ད་ཧམ་པ་བཤད་ཅེས་རྦད་དེ་ཁོ་རང་ད་སྐུ་ངོ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་མཆོག་ལ་ད་རྦད་དེ་ཁོ་རང་ཕྱི་རྒྱལ་ལུང་པ་ཅིག་ལ་ཡིན་ན་ཅིག་ཨེ་ནི་ཨ་རི་ལ་ཡ་ཨེ་ནི་བོད་འདི་རྒྱ་མིའི་གི་ཆ་ཤས་རེད་གསུངས་སོང་ཟེར་ད་འདི་ལ་ཅིག་བསྙེན་རྫོགས་ཇི་འདྲ་ཞིག་གི་དཔེ་སྟེ་ཁོ་རང་ཁོ་ཚོའི་བཙན་པོ་དབང་ཡུལ་གྱི་ཆིག་དྲི་བ་ཞིག་བཏང་བཏང་བཏང་ཅི་ཉི་མ་གཉིས་འོ་དེ་རང་ལ་དྲི་བ་བཏང་སོང་ང། འོ། ཏེ། སྐུ་ངོ། སྲིད་སྐྱོང་མཆོག་གི་སྤེན་པ་ཚེ་རིང་ལ་མཆོག་གི་སྔ་མོ་སྔ་མོ་ད་བོད་དེ་རྒྱ་མི་བོད་དེ་ང་རང་ཚོ་གི་རང་བཙན་གཙང་མ་གཙང་རྐྱང་རེད། གསུངས་འདུག་བ། ད་ད་ཆ་ཨེ་ནི་བོད་དེ་རྒྱ་མིའི་གི་ཨེ་ནི་ཆ་ཤས་ལ་ཨེ་ནི་ནང་ལ་ཡོད་རེད་སེ་འདི་རེ་བ་ནི་དྲང་པོ་རེད་བ་ནི་བོད་དེ་རང་བཙན་གཙང་མ་གཙང་རྐྱང་གཅིག་ཡིན་པའི་ཐོག་ནས་ཨེ་ནི་རྒྱ་མིའི་གི་བཙན་པོ་དབང་ཡུལ་ཐོག་ནས་འཕྲོག་བ་རེད་བ་ཨེ་ནི་ད་འཕྲོག་ཅེ་ཨེ་ནི་ད་ད་རྒྱ་མིའི་གི་ཆ་ཤས་ཅིག་རེད་བ། དེ་རྒྱ་མིའི་ཆ་ཤས་མེད་ན་ང་ང་རང་གི་བོད་ལ་ཕྱིན་པ་ཡིན་རྒྱ་མིའི་ཨེམ་པའི་སི་ལ་ཕྱིན་ཅེ་ད་ཆོག་མཆན་ཞུ་གི་འདུག་བ། དེ་སོ་སོ་རང་རང་བཙན་གཙང་མ་ཡིན་ན་ཆོག་མཆན་ཞུ་མ་དགོས་བའི་ཐོག་ནས་རང་རང་དབང་བྱས་ནས་འགྲོ་ཡ་གོ་རེད་བ། དེ་འདྲ་མི་འདུག་བ་ནི། ད་དེ་འདྲ་གཅིག་ཁོ་རང་གཅིག་བཙན་པོ་འོང་ཡོད་གི་བེད་དུ་ཁོ་རང་མི་ལ་དབང་དགོས་དབང་ལ་ཚོད་དགོས་སེ་ཚོད་ཚན་པ་བེད་དུ་ཁོ་རང་གཅིག་གྲ་གཞན་དམར་བོ་སངས་རྒྱས་ཀྱི་ནམ་ས་ཞིག་གོན། དེ་འདྲ་བ་སེམས་པ་དེ་ཁོ་རང་མ་རབ་བེད་དུ་ཁོ་རང་བེད་དེ་མི་སྐྱ་ལས་གཏུགས། རྩོད་བྱེད་ཀྱི་བསམ་བློ་འཁོར་རྗེས་དཔེ་དེབ་ཁོ་རང་འདི་འདྲས་ཀྱི་དུ་བ་པས་དགྲ་ཤ་གླེང་དགོས་བསམ་ནས། ད་སྲིད་སྐྱོང་སྤེན་པ་གར་ས་དེ་སྲིད་སྐྱོང་བློ་བཟང་སེང་གེ་ས་དེ་ཨ་ནེ་ལོ་བཅུ་ཙམ་ཁོ་རང་གི་ད་ཅིག་སྲིད་སྐྱོང་ད་གོ་སྐབས་རག་རེད་བ། ད་ད་ལྟ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་མཆོག་གི་ཕྱག་ལས་གང་ཡོང་ཅི་ཡོང་དེ་འདྲའི་ཡག་པོ་ཞིག་གནང་གི་འདུག་ད་དེ་ལ་ཁོང་ཁྲོ་ངར་སྐྱེད་ཀྱི་དགྲ་ཤ་གླེང་རྗེས་དཔེ་དེབ་ཁོ་རང་སྐུ་ངོ་སྤེན་པ་ཚེ་རིང་ལགས་དེ་ལ་གཅིག་སྡང་བ་ཞིག་བྱེད་ཀྱི་འདུག་གཅིག་དང་བ་ཞིག་བྱེད་ཀྱི་འདུག་མི་ཐམས་ཅད་གཅིག་པ་ཡོང་གི་མ་རེད་བ་ཨ་ནི། ཨ་ནི་སློབ་སྦྱོང་ཡོད་ནས་བསམ་ཚུལ་གཅིག་པ་ཡོང་གི་མ་རེད་འཇོན་ཐང་གཅིག་པ་ཡོང་གི་མ་རེད། ཨ་ནི། མི་ལ་འབྲེལ་བ་བྱེད་སྟངས་གཅིག་པ་ཡོང་གི་མ་རེད། དེ་འདྲ་ཞིག་རེད་བ་ཨ་ནི། ད་དཔེ་ཏོ་ཁོ་རང་ལས་རིགས་རྣམ་བཞག་ལས་རིགས་རྣམ་བཞག་ལབ་ནས་འདི་ཚོགས་གཙོ་དེ་གིས་དཔེ་ཏོ་ཁོ་རང་ཁ་ཤས་ལ་ཡ་ཨ་ནི་གོ་སྐབས་ཡག་ཐག་ཆོད་སྤྲད་ད་སྲིད་སྐྱོང་སྤེན་པ་ཚེ་རིང་ལགས་མཆོག་ལ་ད་གོ་སྐབས་མ་བྲལ་བ་བཅས་ད་གོ་ངོ་ལ་བསྒྲིགས་བསྒྲིགས་སུ་ཟིག་ལབ་ཀྱི། ད་སྔོནངས་མ་བུ་མོ་གཅིག་གི་སྔོན་ནས་ཁོ་རང་དེ་ཡི་ཚོགས་གཙོ་དེ་དཔེ་དྲང་པོ་བྱེད་ཀྱི་མི་འདུག་ཚོགས་གཙོ་དེ་གི་ཨེ་ནི་ལས་རིགས་རྣམ་བཞག་དེ་དྲང་པོ་བྱེད་ཀྱི་མི་འདུག་ཨེ་ནི་གདོང་དེ་ལ་བཅིངས་པ་ཚ་བོ་ཞིག་ཤོག་གི་འདུག་བུ་མོ་གཅིག་གིས་གསུངས་སོང་བ་དངོས་འབྲེལ་འདི་འདྲས་ཀྱི་རང་རེད་བྱ་བས། དྲང་པོ་རྩ་བ་རང་ནས་དཔེ་ཏོག་རང་གནང་མ་སོང་ཨ། ད་དཔེ་ཏོག་རང་གྲོས་ཚོགས་དེ་དེ་འདྲའི་ཆགས་འཕྲོ་ལས་ལ་ད་དཔེ། ག་རེ་སོགས་རེད། ཁྲིམས་དཔོན་བསྐོས་མ་ཐུབ། ད་ཁྲིམས་དཔོན་བསྐོས་མ་ཐུབ་པའི་ཆེད་ལ་ད། བཀའ་བློན་བཞི་དེ་བསྐོས་མ་ཐུབ། ད་དེ་འདྲའི་བོད་སྤྱི་བས་ཀྱི་སྒྲིག་འཛུགས་དེ་ཆགས་འཕྲོ་ལས་ལ་དེ་འདྲའི་ཟིག་བཞག་སོང་ཨ། དེ་འདྲའི་གཟིགས་ཞགས་སུ་བསྔགས་པའི་སྟོབས་ཁོ་རང་ཁོ་ཚོ་གི། དག་འདི་མ་འཚལ་བས་དག་པའི་བུ་གངས་ཅན་ག་རེ་ས། གངས་ཅན་ངུ་གང་གངས་ཅན་ངུ་གང་གངས་ཅན་ངུ་གང་གི་གཙུག་ཡག་འདི་ལ་སྐལ་རྡོར་ལགས་ཀྱིས་ཨེ་ནི་པད་དེ་དག་ཁོ་རང་པད་དེ་ཁོ་རང་དག་སྲིད་སྐྱོང་བློ་བཟང་སེང་གེ་གི་བཞུགས་ལ་དག་ཁོ་རང་སྲིད་སྐྱོང་ཆགས་ཤག་བྱེད་ནས་གངས་ཅན་ངུ་གང་འདི་བཙུགས་ནས་དག་ཁོ་འདྲ་མ་འདྲ་ཞིག་ཅིག་གནང་དགོ་བསམ་ཡིན་ས་རུ་བ། བེ་ཏོ་ཁོ་རང་གངས་ཅན་དངུལ་ཁང་གི་འཆར་གཞི་སྟེང་གཡག་དེ་ལ་བེ་ཏོ་ཁོ་རང་འབུམ་ག་ཚོད་ས་བཞི་བཅུ་ལྷག་ཚོད་ཀྱི་ད་འགྲོ་སོང་བཏང་རེད་ཟེར་གསུང་གི་བསྡད་གསུང་གི་འདུག་བ་ད་གྲོས་ཚོགས་ནང་ལ། ད་འདི་འདྲའི་དཔེ་རེད་བ་ད། ད་གངས་ཅན་དངུལ་ཁང་ད་ཕར་ཚད་རེད་ད་འདི་གི་གངས་ཅན་དངུལ་ཁང་འགྲོ་འགྲོ་སོང་བཏང་རྒྱུ་འབུམ་བཞི་བཅུ་ལྷག་ཚོད་དེ་ཚུ་རྩིས་ཁྲ་དེ་ཡག་པོ་བྱས་ནས་སྟོན་དགོས་འདུག། ད་ང་རང་ཚོ་བོད་ཀྱི་ཨནི་གཞོན་ནུ་བེ་ཏི་ཁོ་རང Charter Account བེ་ཏི་རྩིས་པའི་ཐོག་ནས་སློབ་སྦྱོང་དཔེ་མ་སི་པའི་ཡག་པོ་གནང་མཁན་འདི་འདྲ་ཡོད་རེད་བ། དེ་ཚོ་གི་བེ་ཏི་ཁོ་རང་ཕ་རྩིས་ཞིབ་ཡག་པོ་གནང་རྗེས་ག་བ་ག་བ་འགྲོ་སོང་བཏང་འདུག་ག་རེ་ག་རེ་བྱེད་དུ། རྩིས་ཞིབ་ཡག་པོ་ཞིག་གནང་རོགས་གནང་ཟེར་སྐྱབས་འཇུག་ཞུ་ཡག་ཡིན་འོ་དེ་རེད། ད་གངས་ཅན་དངུལ་ཁང། ད་གངས་ཅན་དངུལ་ཁང་ཟི་ད་མི་སྐྱོ་བོ་གི་དཔེ་ཏོ་ཁོ་རང་ང་ཚོ་གི་རང་བཙན་ལག་དེབ་ལྗང་གུ་གི་ལོ་རེ་རེ་ལ་དཔེ་ཤ་དཔེ་ཏོ་ཁོ་རང་སོ་ཀྱོ་སོ་སོ་སྲབ་གཅིག་ཉོ་ཡ་ཤ་འོ་མ་ཉོ་ཡ་ཤ་ནི་གི་དེ་འདྲའི་ཕུལ་སྐྱོ་དེ་ད་ཁོ་ཚོ་གི་དཔེ་ཏོ་ཁོ་རང་དྲང་པོ་མ་བྱེད་ནི་དེ་འདྲའི་ཅིག་མ་བྱེད་པ་ཡིན་ན་ཡག་པོ་ཡོང་གི་མ་རེད་ད་ཁོག་པ་ནང་ལ་དྲིང་པའི་ནང་ན་མ་འགྲོ་ནས་ལས་རྙང་མ་ཤོར་གི་རེད་ཟི་ཞུ་ཡ་ཡིན། དྲང་པོ་མ་བྱས་ན་དྲང་པོ་གསོལ། མ་བྱས་ནས་དངོས་གནས་དེ་གླང་མགོ་དམར་པོ་དེ་ཚོ་གི་པད་དུ་ཁོ་རང་བྱེད་སྟངས་དང་ཧམ་པ་ཚ་ལུད་དང་མ་རབས་ཚ་ལུད་དང་དེ་ཚོ་གི་རྣམ་འགྱུར་སྟོན་སྟངས་དང་དེ་ཚོ་ལ་བལྟས་ན་དངོས་གནས་ཡག་པོ་ཇི་ལྟར་བཀྲ་ཤིས་པ་དོན་འགྲུབ་པ་ཇི་ལྟར་ཡོང་ས་མ་རེད་བསམ་གྱི་འདུག་འོང། ད་ཁོ་ཚོས་བལ་ཏོ་ཁོ་རང། བལ་ཏོ་ཁོ་རང། སྐྱག་རླངས་ཤོར་ནས་ངན་པ་སླར་གསོ་གི་ད་ངན་པ་གི་ཕྱོགས་ལ། བལ་ཏོ་ཁོ་རང་ངན་པ་སླར་གསོ་དེ་ཚོ་ཧམ་པ་ཚ་བོ་འདུག་བ། འོ་འདི་འདྲའི་ཅི་རང་མ་ཤེས་ཡོང་གི་མ་རེད། འོ་ད་འདི་དང་ད་ག་བ་ས་ཕྱི་རྒྱལ་ཨ་རི་ལ་ཡ། ད། ཚོགས་གཙོ་ཟུར་པ་པད་མ་འབྱུང་གནས་དང་ཡེ་ཤེས་ཕུན་ཚོགས་ས་འོ་འདི་གཉིས་ལ་ད་རྦད་དུ་ཁོ་རང་ཐུགས་རྗེ་ལེགས་འབུལ། ད་རྦད་དུ་ཐུགས་སྤྲོ་དང་ཡ་ཞེས་ད་འདི་འདྲའི་ཅིག་གི་གྲ་སྒྲིག་ཡོད་རེད་གསུང་གི་འདུག་བ། ད། ཚོགས་གཙོ་པད་མ་འབྱུང་གནས་ལགས་ད་ལོ་ངོ་མང་པོ་ཞིག་ད་ལོ་སུམ་ཅུ་ལྷག་ཙུ་ཞིག་ད་བོད་སྤྱི་བས་ཀྱི་ཞབས་ཕྱི་ཞུས་ཡོད་རེད་ད། ད་ཁོ་རང་གི་བལ་དེ་བསམ་བློ་ལོག་པ་བཏང་ནས་ད་ཁྲིམས་དཔོན་གསུམ་ཅར་ལོ་པད་དེབ་ཅིག་ལ་པིས། ཚོགས་གཙོ་དང་ཚོགས་གཞོན་ཡེ་ཤེས་ཕུན་ཚོགས་ས་དེ་གཉིས་ཀྱི་དེ་ནས་བལ་དེ་ཁོ་རང་ཁོ་རང་ཚོ་ཡ་བསམ་བློ་ངན་པ་བཏང་ནས་ཁྲིམས་དཔོན་ལ་ཡ་ཞུ་ཡག་གི་བསམ་བློ་འཁོར་འདུག་བ། ད་བསམ་བློ་ངན་པ་འཁོར་བས་ཀྱི་ད་ནོར་འཁྲུལ་དེ་བྱུང་ཤག་བསམ་ནས་མ་དཔེ་ཏེ་ཁོ་རང་བོད་ཡུལ་སྤྱི་བས་ཀྱི་མ་དཔེ་ངན་བྱུང་བ་མ་རེད་ཁོ་རང་ཚོ་རང་མོས་ཀྱི་ད་ནོར་འཁྲུལ་ཞེ་བོ་བྱུང་ཤག་དཔེ་ས་ཤག་ཟེར་མ་དོན་པ་རེད། ད་མ་མ་དོན་ནས་རང་ཅག་ཁོ་རང་ཞུ་ནས་ད་སོ་སོའི་ཀྱི་ཞུ་ཡག་ཡོད་ན་ཡག་ཞུས་ཨེ་སོ་སོའི་ནོར་འཁྲུལ་གང་བྱས་བ་དེ་ལ་ད་ནོར་འཁྲུལ་བྱུང་ཤག་ཟེར་ད་གོང་དང་ཐུགས་བདེན་ཞུ་བ་ད་ལམ་དང་ལུགས་སྲོལ་རེད། སྟོན་པ་བཀའ་དྲིན་ཅན་གྱི་གསུང་དུ་བ་ཡང་མི་ལ་ནོར་འཁྲུལ་མེད་བ་དང་ཤིང་ལ་ཛེར་བ་མེད་བ་ཡོང་སྲིད་ཀྱི་མ་རེད། ནོར་འཁྲུལ་ཡོང་གི་རེད། འོང། ད་སོ་སོ་སོ་སོའི་གི་དཔེ་དེ་བསམ་བློ་སྡུག་ཅག་ངན་པ་བཏང་ཆེད་མ་རབས་ཀྱི་བསམ་བློ་བཏང་ཆེད་ད་ཁྲིམས་དཔོན་གསུམ་དེ་མ་པི་ཨ་སོ་སོ་ཁྲིམས་དཔོན་ལ་ཡ་ཞུགས་གོ་བསམ་ནས་ད་བསམ་བློ་ཡོན་ཏན་ག་ཚོད་ཡོད་ནས་བསམ་བློ་བཏང་བཏང་དེ་ད་དེ་འདྲའི་ད་ག་སྲིད་ད་བེད་བསམ་བློ་བཏང་ད། དེ་མ་སྲིད་པའི་ཐབས་སྐྱོ་བོ་གི་བསམ་བློ་བཏང་འདུག་བ་ད་གཞན་འདི་དུས་རང་ཅག་ཞུ་བ་ཡིན་ན། ད་སོ་སོ་གི་ལོ་མང་པོ་གཅིག་ཕྱག་ལས་གནང་བ་དེ་ལས་ད་དོན་དག་ཅིག་འགྲུབ་གི་རེད་བ། ད་ད་ད་ད་ལྟོས་མངའ་རིས་ཀྱི་མིང་འཁྱེར་ནས་ད་རྦད་དེ་ཐུགས་རྗེ་ལེགས་པོ་རྦད་དེ་ཁོ་རང་དགའ་ལོ་ག་རེ་ཟ། གཅིག་གིས་དེ་པར་ཏི་ཡིན་ན་ཅིག་གཏང་གི་འོ་རེད་ཟེར་ཁོ་ཚོ་ལ་ཡ་ཐུག་རྒྱུ་གཏང་གི་འོ་རེད་ཟེར་ད་དེ་འདྲའི་སྟོད་མངའ་རིས་ཀྱི་མིང་གིས་བྱས་སྟོད་མངའ་རིས་དེ་འདྲའི་གནང་གི་རེད་བསམ་གི་མི་འདུག་ཧོ་སྟོད་མངའ་རིས་མི་ཐམས་ཅད་ཡ་རབས་སེམས་ཆུང་ཉམ་ཆུང་བས་བོད་སྒྲིག་འཛུགས་ཀྱི་ཁྲིམས་དང་སྒྲིག་གཞི་སྲུང་མཁན་རྐྱང་རྐྱང་རེད་ཧོ། ད་དེ་སྟོད་མངའ་རིས་ཀྱི་མིང་དེ་ཁེབས་ནས་ལྟས་ངན་པ་སླར་གསོ་དེ་ཚོ་གིས་ད། བོད་དོ་ཁོ་རང་འདྲ་མ་འདྲ་ད། སྟོད་མངའ་རིས་དང་ད་ཚང་མ་འཁྲུག་བཅུག་གོ་རེད་ད། སྟོད་མངའ་རིས་ཀྱི་མི་དེ་ཚོ་གི་དེ་འདྲའི་གནང་ཤེས་ཀྱི་མ་རེད། ད་དེ་འདྲའི་གནང་གི་ཡོད་ནའི་ནོར་འཁྲུལ་རེད་དངོས་གནས་དེ་འདྲའི་མ་གནང་རོགས་ཇི་སྲིད་སྐྱབས་འཇུག་ཞུ་གི་ཡོད། ང་ཚོ་སྟོད་མངའ་རིས་ཀྱི་མི་དགོང་ཚང་མ་ལོ་གནོད་སྐྱོན་བྱེད་ཀྱི་རེད་མ་འོངས་པ་ནས་དངོས་གནས་ཁོ་རང་མ་འོངས་པའི་བསམ་བློ་ཡག་པོ་བཏང་རྗེས་ཕྱག་ལས་གནང་རོགས་གནང་སྲིད་ཞུ་གི་ཡོད། བསམ་བློ་ཟབ་ཟབ་བཏང་རྗེས་སྟོད་མངའ་རིས་ཀྱི་མི་མང་ཚོས་གངས་ཅན་གསེར་གྱི་རི་ན་གནས་བཅུག་ན་འདི་ཡི་འདབ་ཆགས་ཐམས་ཅད་གསེར་དུ་འགྱུར། མིའི་ཡ་རབས་དང་བོད་སྤྱི་བའི་གི་སྒྲིག་གཞི་གྲིམ་དང་སྒྲིག་གཞི་འོག་ལ་བསྡད་ན་གྱོང་ནམ་ཡང་རག་གི་མ་རེད། ད་ད་ལྟ་ངན་པ་སླར་གསོ་མི་ངན་ཁ་ཤས་ཅིག་གི་སྐད་ཆ་མཁས་པོ་སྙན་པོ་བཤད་པའི་གི་འདི་གི་གཞུག་ལ་འགྲོ་ན་ཡག་པོ་ཡོད་མ་རེད། ཞུ་གི་ཡོད། སྟོད་མངའ་རིས་མི་མང་ཚོས་འདི་འདྲའི་གནང་སྲིད་གི་མ་རེད་ཡ་ད། བདག་པོ་དེའི་པད་མ་འབྱུང་གནས་ལ་ཁོ་རང་གི་ཡིན་ནའི་ཀྱང་དེ་འདྲའི་ཡོན་ཏན་ཡོད་པའི་བདག་པོ་བས་ཏེ་བོད་ཀྱི་སྤྱི་ཚོགས་ནང་ལ་ཕྱག་ལས་ལོ་ངོ་མང་པོ་གནང་བའི་གི་མི་སྣ་ཞིག་རུ་བ་ཐུགས་བསམ་ཡག་པོ་བཞེས། ཁྱེད་རང་གི་དེ་འདྲའི་ཕྱག་ལས་འདི་ག་ཚོད་ཀྱི་སྤུས་དག་པོ་ཡག་པོ་ཞིག་གནང་ཡོད་རེད་ད་ཐ་མ་དེ་སོ་སོའི་བསམ་བློ་བཏང་མ་ཤེས་ནས་ཐུགས་བསམ་བཞེས་མ་ཤེས་ནས་ད་དེ་འདྲའི་ཅིག་གི་རྐྱེན་ངན་རྐྱེན་ངན་དེ་འདྲའི་ཅིག་འཕྲད་པར་ཡ། ཨང། ད་གུ་རུ་རིན་པོ་ཆེ་གི་གསུང་དུ་བ་བཅོས་ངན་རང་གིས་བྱས་ན་དུས་ངན་ཤར་རེད། དུས་རྣམས་མི་འགྱུར་མི་རྣམས་འགྱུར་བ་ཡིན་དུས་ཚོད་མི་ལ་བསོད་ནམས་ཉེན་འདྲ་མེད། ཨང། ད་སོ་སོའི་གི་དཔལ་འཁོར་དེ་ལ་ད། འཇུག་གི་ཡོད་ཀྱི་མ་རེད་བ་ད། སྐུ་བཀྱག་མཐོ་པོ་དེ་ག་ཚོད་ཅིག་དེ་ལ་བཞུགས། ད་མཐའ་མ་མཐའ་མ་དེ་ལ་ད་ཇུས་ངན་འདི་འདྲས་ཅིག་བཏིང་བ་རེད་ཡིན་ནས། དགོངས་དག་ཐུགས་བརྟན་ཚོ་ཞུ་ས་ཡོད་རེད་བ་ད། ད་མི་ངན་གྱི་གཞུག་ལ། འདི་འདྲ་ཞིག་མ་ཕེབས་ན་ཡག་པོ་འདུག་ཨ། ཡ་ད། ད་བློ་བཟང་སེང་གེ་ལ་ནི་ལོ་གཅིག་གི་ཉམས་མྱོང་མེད། ཟླ་བ་གཅིག་གི་ཉམས་མྱོང་མེད་བ་ལ་ད་སྲིད་སྐྱོང་ཁོ་རང། ལོ་བཅུ། གནང་ཡག་གི་གོ་སྐབས་རག་བ་རེད་ཡ་ད། ད་ཁོ་ལ་ཉམས་མྱོང་ག་རེ་ཡོད་རེད་ག་རེའི་འཇོན་ཐང་ཡོད་རེད་ཡ། ད་བདུད་ཀྱི་ཁ་ལ་ཉན་ནས་མ་ཕེབས་ན་ཡག་པོ་འདུག། པད་མ་འབྱུང་གནས་ལ་ཆོས་དང་ཡེ་ཤེས་ཕུན་ཚོགས་ད་ལྟ་གང་ལོ་མང་པོ་ནས་བོད་གཞུང་གི་ཕྱག་ལས་གནང་ཡོད་མ་རེད། ད་པད་མ་འབྱུང་གནས་ལ་ཁྱེད་རང་ཐུགས་བསམ་ཡག་པོ་བཞེས་ཀྱི་ཕྱག་ལས་གནང་ན་ཡག་པོ་འདུག་བོད་ཀྱི་སྐྱབས་མགོན་ཐམས་ཅད་མཁྱེན་པའི་སྐུ་མདུན་ལ་བཅར་གྱི་དགོངས་དག་ཐུགས་གཏན་སྲིད་ཞུས་རྗེས་དངོས་གནས།

མིང་མི་ངན་གྱི་ཁ་ལ་ཉན་ན་སོ་སོས་མ་ལྷུང་ཡ་ཞིག་མ་ཤི་གང་ཡང་ཡོང་གི་མ་རེད་ཟེ་བསམ་གི་ཡོད། ཨ་ནེ་འདི་དང་ཨ་ནེ་དེ་ད་མི་ངན་གཅིག་གི་པད་སྐྱ་མགོའི་ཐམས་ཅད་ཁྱེན་པ་གི་ད་ལོ་ངོ་དྲུག་ཅུ་ཚོད་ཀྱི་གནང་བ་དེ་ལ་ད་ག་རེ་འཇོན་ཡོད་ག་རེ་བྱས་ཡོད་ཟེ་འདི་འདྲ་ཞིག་ལབ་ངན་མི་ཞིག་འདུག་བ་ཁོས་གི་ཁ་ནས་ཁྲག་སྐྱུག་ཁྱོད་ཡི་ཤི་ནས་ཤི་ལུག་ངན་པ་ཁྱོད་ཡི་བྱ་བ་ལམ་འགྲོ་ནམ་ཡང་མ་ཡོང་བ་ཤོག་ཟེ་ལབ་གི་ཡོད། ད་སྐྱབས་མགོན་ཐམས་ཅད་མཁྱེན་པ་ལ་འདི་འདྲའི་སྐུར་བ་བཏབ་ན་ཁྱོད་རང་ཡག་པོ་མ་རེད་དཱ། འདི་འདྲའི་ཞིག་ལབ་ཀྱི་ཡོད་ཁྱོད། ཁྱོད་རང་བསམ་ཚུལ་ངན་པ་ཁྱོད་ལ་ཡ་རྒྱ་མིའི་གི་རྒྱུགས་ཁྱི་ད་པད་ཤ་ཏས་ཚུལ་གྱི་སྤྲད་ཀྱི་ཡོད་ཀྱི་རེད་ཨ་ན་མེད་ན་བློ་བཟང་སེང་གེ་ཨ་ན་མེད་ན་རྒྱ་མིའི་གི་ཕོ་བཟང་ཡིན། ཨ་ན་མེད་ན་བློ་བཟང་སེང་གེ་གི་ཕོ་བཟང་ཡིན་གྱི་ཡིན་ས་རེད་སྐྱབས་མགོན་ཐམས་ཅད་མཁྱེན་པ་ལ་འདི་འདྲའི་སྐུར་བ་མ་བཏབ་རོགས་གྱིས། ཁྱོད་ལ་ཡ་རེ་བ་ཞུ་གི་ཡོད་ཁྱོད་ཁྱོད་ཁ་ནས་ཁྲག་རྒྱུགས་ཁྱོད་སྐྱིད་པ་ཅིག་དང་ནམ་ཡང་མ་བྱུང་བར་ཤོག་ཟེར་གྱི་སྨོན་ལམ་རྒྱག་གི་ཡོད། ཁྱོད་ཤི་ནས་ཤི་ལུགས་ངན་པ་ཞིག་ཤི་རྒྱུ་ཅིག་དང་ཚེ་ཕྱི་མ་ལ་ཁྱོད་མི་ལུས་རིན་ཆེན་ཅིག་ནམ་ཡང་མ་ཐོབ་པར་ཤོག་ཟེར་སྨོན་ལམ་རྒྱག་གི་ཡོད། ད་འདི་དང་ཨ་ནེ་ང་རང་ཚོ་ད་བོད་མདོ་དབུས་ཁམས་གསུམ་གྱི་ད་དྲང་བདེན་ལ་དགའ་བའི་མི་སྣ་ཚོ་གི་ད་ལས་འགོ་ཅིག་གང་མགྱོགས་མགྱོགས་ཅིག་ད་སྤེལ་རོགས་གནང་ཟེར་ད་ཞུ་གི་ཡོད། ད་ངན་པ་ལར་སོལ་གི་ཅིག་བྱེད་ལུགས་ངན་པ་དེ་ཚོ་དེ་འདྲས་བྱས་ནས་འདི་ག་ཚོད་གཡུག་བཞག་ན་ད་དེ་ལས་སྡུག་ཚོད་ཅིག་བྱེད་ཡ་མ་ཤེས་ཁོ་ཚོའི་བསམ་བློ་དང་ཡ་ཡོད་མ་རེད་ངན་པ་ལར་སོལ་དེ་ཚོ་ཧམ་པ་ཚ་བོ་མ་རབས་ཚ་བོ་དཔེ་མ་སྲིད་པའི་བསམ་ཚུལ་ངན་པ་སྡུག་ཅག་དེ་འདྲས་དུ་བ་ད་ང་རང་ཚོ་གི་ཨ་ནེ་ཐུགས་རྗེ་གཟིགས་ད་དྲང་བདེན་ལ་དགའ་བའི་མི་སྣ་ཚོ་གི་ད་ནི་ལས་འགུལ། ཡང་དག་པ་ཡག་པོ་ཞིག་གང་མགྱོགས་ཁྱོད་ཀྱིས་སྤེལ་རོགས་གནང་ཟེར་ཞུ་གི་ཡོད། སྙན་ཞུ་འདི་འདྲ་ཕུལ་བ་ཡིན་ན་ད་འདི་ག་རེ་བཟོ་གི་རེད། སྤྱི་འཐུས་གྲོས་ཚོགས་ཀྱི་སྐུ་ངོ་ཟླ་བ་ཕུན་སྐྱིད་ལགས་དང་སྐུ་ངོ་གྲོ་མ་ཚེ་རིང་ལགས་དང་སྐུ་ངོ་ཟླ་བ་ཚེ་རིང་ལགས་ཕྱག་ལ་ནི་འབྱོར་གི་མ་རེད། དེ་གླ་མགོ་དམར་བོ་དང་དེ་ཚོགས་གཙོ་ག་རེ་བཟོ་གི་རེད་གླ་མགོ་དམར་བོ་དེ་གི་ལག་པ་ལ་འབྱོར་ན་ནི་རེད་ཅེས་ཀློག་གི་ནི་མ་རེད་རེད་ཅེས་སྒྲ་སྤིན་ཕག་གད་སྙིགས་ནང་ལ་བླུགས་བཞག་གི་རེད་ད་འདི་འདྲས་སོང་ཙང་མེད། ང་རང་ཚོ་དྲང་བདེན་གྱི་མི་ཡིན། ད་རྒྱལ་ཁབ་གང་དུ་བཞུགས་ཡོད་ཀྱང་ད་ཚོགས་ཆེན་གྱི་ཚུགས་ཆེ། དེ་ནས་ག་རེ་གནང་གི་ཡོད་ནས་ད་གང་མགྱོགས་མགྱོགས་ཀྱི་ལས་འགུག་ཡག་པོ་ཞིག་གང་མགྱོགས་མགྱོགས་ཀྱི་སྤེལ་རོགས་གནང་ཟེར་སྐྱབས་མཆི་ཞུ་གི་ཡོད། ཨ་ཐུགས་ཆེ་གནང། ཨ་དགོས་ཟུར་ལ་ཐུགས་ཆ་ཟབ་ཟབ་གནང་རོགས་གནང་བཀྲ་ཤིས་བདེ་ལེགས་གྲངས་མེད་ཡོད།